ལ་བགྱིད། ཕན་བདེ་གི་ཆོས། དྲང་སྲིད་ཀྱི་ཆོས། དེ་བཞིན་དུ་བགྱིད། མི་རིགས་ཀྱི་རིག་གཞུང་ལ་སོགས་པ་མང་པོ་བྱས། ཅེས་མང་པོ་བསྟན་པ་འདི་མ་དག་གང་དུ་རྒྱུན་བསྐྱངས་ནས་ཡང་བསྒྲུབས་ཡོད། ད་དེ་སོགས་ཀྱི་བགྱིད། ཆོས་ལུགས་རེད། རིག་གཞུང་རེད་གྲུབ་མཐའ་ལ་སོགས་པ་ཀྱི་བགྱིད། འགྲན་ཟླ་ཀྱི་བགྱིད། དེ་འདྲའི་ཀྱི་གནས་སྐབས་ཅིག་ལ་སླེབས་ཡོད། དཔེར་ན་ང་ཚོ་སུ་ལུ། ཕྱི་ལོ་དགུ་དམངས། ལོ།

ང་ཚོའི་སྤྱི་ཚོགས་འཚོ་བའི་ཁྲོད་དགོས་མཁོ་ཡོད་དེ། ནད་ཞི་བ་དང་ཞི་བ་ཚེ་རིང་བ་དཔལ་འབྱོར་ཡོང་ཡག་བྱེད་ཐབས་ཀྱི་དེ་འབྲེལ་གྱི་སྐོར་ལ་ཧ་ཅང་གི་ཀྱི་ཆོལ་ཁ་སྲང་ལམ་གྱི་གོ་ཆོད་པ་རེད་དེ་ཧ་ཅང་མང་པོ་ཞིག་གི་ནོར་འབུ་ལྡན་པ་འདི་མ་བདག་གི་དམངས་ལ་དེ་རིགས་དེ་ཧ་ཅང་གི་ཤུགས་ཆེན་པོ་ཆགས་ཡོད། དེ་ཡིན་ཙང། འདི་རྒྱ་སྐྱོང་གི་བསམ་བློ་བཏང་ན་ཀྱི་ནོར་འབུ་བསྟན་པ་ཟེར་བ་དེ་ནང་ཚན་དུ་ཆུད་རེད།

གང་ཡིན་ཟེར་ན། སྤྱི་སྟོང་གི་གསུང་སྔགས་ཀྱི་བསྟན་པ་ཟེར་བ་དེ་མང་ཆེ་བ་དེ་ཡུལ་དེ་དང་ཁོར་ཡུག་དེ་དང་བསྟུན་བྱས་ནས་དེའི་འཚོ་བ་གང་ཤེས་ལ་སོགས་པ་ལ་བསམ་བློ་བཏང་བྱས་ནས་བཟོས་ཀྱང་རེད་དོ་དེ་འགྲིག་ཀྱང་རེད་དོ་ད་དེ་དངོས་ཡོད་གནས་སྟངས་ཆ་མེད་ན་ད་ལྟ་འདྲ་བོ་ཅི་ཡིན་ཅེས་གསུང་སྔགས་ཀྱི་བསྟན་པ་དེ་ནི་ཧ་ཅང

མི་གནས་པའི་ཉམས་དང་སངས་རྒྱས་ཀྱི་གོ་འཕང་འགྲུབ་ཡ་དེ་ང་རང་ཚོ་ག་སོག་ད་ནང་པ་སངས་རྒྱས་པ་བསྒྲུབ་བྱ་མཐར་ཐུག་གི་དེ་དེ་རོ་ད་དེ་ཡིན་པ་ཡིན་ཙང་ནི་ད་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཀུན་གྱི་འབྲི་ཞེས་དང་གསུངས་པ་རེད་ད་གང་ད་གསང་སྔགས་རྡོ་རྗེ་ཐེག་པའི་ཆོས་དང་ལྡོག་ཕྱོགས་ཀྱི་ཆོས་མང་པོ་གསུངས་པ་རེད་ཡོངས་རྫོགས་ཚང་མ་ད་ག་རེ་སོ། དངོས་དང་ཤུགས་རྒྱུད་གསུམ་གང་གི་ཐོག་ནས་ཡིན་པ་ཡིན་ནས་ཐམས་ཅད་ཀྱི་བར་གོ་འཕང་ཐོབ་ཡག་གི་ཁྲིད་ཡག་གི་ལམ་གྱི་རིམ་པ་དེ་ལ་འདྲིས་དགོས་ཡ་ཅི་རེད་དེ་ལྟར་གང་དག་གང་དག་གང་འདྲས་ཤེས་པ་ཡིན་ནས་ཚེ་འདི་གི་བདེ་སྐྱིད་སྒྲུབ་སྟངས་བཅས་གསུངས་ཡོད་རེད་ཚེ་ཕྱི་མའི་བདེ་སྐྱིད་སྒྲུབ་ཡག་གསུངས་ཡོད་རེད་ཐར་བའི་བདེ་སྐྱིད་སྒྲུབ་སྟངས་བཅས་གསུངས་ཡོད་རེད་ཐམས་ཅད་མཁྱེན་པའི་བདེ་སྐྱིད་སྒྲུབ་ཡག་གསུངས་ཡོངས་རྫོགས་ཚང་མ་དང་གང་དག་སངས་རྒྱས་ཀྱི་བཀའ་ཡི་གེ་ན་གཅིག་གི་ཚུན་ཆད་དུ་ཡོངས་རྫོགས་ཚང་མ་ཐ་མའི་དམིགས་ཡུལ་འདྲ་དེ་དག་གང་དག་འགྲོ་བ་སེམས་ཅན་ཡོངས་རྫོགས་ཚང་མ་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་ཆེད་དུ། སོང་བ་ཅིག་རེད་དེ། དེ་ཡིན་ཙང་ནས་ད་ང་རང་ཚོ་གསང་སྔགས་ཀྱི་ཆོས་འདི་ལ་རྒྱུད་སྡེ་ཡིན་པ་ཡིན་ནའི་རྒྱུད་སྡེ་གཏོགས་པ་རིམ་པ་མི་འདྲ་མང་པོ་བྱས་ནས་ཡོང་བསྡད་ཡོད་ཅིག་རེད། རྒྱུད་སྡེ་བཞི་ལ་སོགས་པ་དེ་འདྲས་བྱུང་ཡོད་ཅིག་རེད། དེ་ཡིན་པ་ཡིན་ཙང་ནས་དེ་ལྟ་བུའི་རྒྱུད་པའི་རིམ་པ་འདིའི་ཐོག་ནས་ཅིག་གསང་སྔགས་ཀྱི་བསྟན་པ་དེ་ཚད་ག་ཚོད་ཅིག་ནས་ད་ག་འདྲ་ཚད་ག་ཚོད་ཟིན་ནས་མི་འདུག་ག་འདྲའི་ཅིག་གི་ཐོག་ནས་ཡང་རིམ་པ་ག་འདྲའི་ཅིག་གི་རང་གི་ཉམས་རྟོགས་ཟིན་ནས་མི་འདུག་རང་གི་ཚད་ག་ཚོད་ཅིག་གི་ཐོག་ནས་སླེབས་པ་ཡིན་ན་ནི་ལམ་དེ་ལ་འཇུག་ན་ཡག་འགྲོ་ཡ་དང།

ཞོགས་པ་ནི། དགོང་དག་དགོང་དག་ནི། ནང་མ་ལོང་གི་བར་དགའ་བ་སྦྱར་ན་ཡང་སྦྱར་ཆོག་ཆོག་གི་ཉང་ལན་གྱིས། སུ་ཡིན་ན་མི་ཅག་ཕོ་མོ་སུ་ཡིན་ན་ཡང་སྦྱར་ཆོག་ཆོག་གི་ཉང་ལན་གྱིས་ཐ་ཤལ་འདྲ་མིན་གྱིས་ཡོལ་བསྡད་པ་ཡིན་ཙང། བསྟན་པ། སོང་ཧ་གི་བསྟན་པ་ཟེར་ནས་ཧ་ཅང་གི་དམིགས་ས་འབུར་དུ་བཏང་པ། དེ་འདི་ཅིག། དགོངས་ནས་དགོས་ཀྱི་རེད་དྲན་ཡོད་པ་ཐོངས། དེ་ནི། ད་ང་རང་བྱས་པ་ཡིན་ན། བསམ་ཚུལ་འདྲ་ཞུས་པ་ཡིན་ན་དེ་ཐོག་ལ་ད་བསམ་ཚུལ་འདི་ཚོ་ཞུས་པ་ཡིན་ན་ད་གསང་སྔགས་ཀྱི་ཆོས་ཟེར་ཡ་དེ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ངས་དམ་འབུལ་ཞུས་པ་མ་ཤེས་སངས་རྒྱས་དཔེར་ན་ད་ཨ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་དམིགས་ཡུལ་རེད་དེ་ཡོད་རེད་འདི་ཐོབ་ཡ་ལས་ཡ་ཨ་ནི་གསང་སྔགས་ཀྱི་ཆོས་ཉམས་ལེན་མ་བྱས་པ་བྱས་ནས་ལྡོག་ཕྱོགས་རྐྱང་པས་ཉམས་ལེན་བྱང་ཆུབ་ཀྱི་སེམས་དང་དག་མི་འགལ་ཡང་དག་པའི་ལྟ་བ་འདི་གས་ཙམ་ཉམས་ལེན་བྱས་ནས་ཨ་སངས་རྒྱས་ཀྱི་གོ་འཕང་བསྒྲུབ་ན་འགྲིག་གི་རེད་བ་ཨ་ནི་ག་རེ་བྱས་ནས་གསང་སྔགས་ཀྱི་ཆོས་ཚོ་སྲུང་དགོས་རེད་གསུངས་སོང་ཡ་བརྗོད་རེད་བ་ང་རང་གིས་བསམ་ཚུལ་བྱས་པ་ཡིན་ན་དཔེར་ན་ད་འདི་ལྡོག་ཕྱོགས་ནས་བྱས་པ་དེ

མདོ་ཕྱོགས་རྐྱང་པ་ཁོ་རང་གི་ཐོག་ནས་དྲི་ཞིབ་བརྒྱ་བརྒྱ་སེམས་བྱུང་ལྔ་དྲུག་ལྔ་དྲུག་ལ་སོགས་པ་དང་སེམས་བྱུང་བདུན་ཅུ་བདུན་དྲུག་ལ་སོགས་པ་སེམས་སེམས་བྱུང་གི་རྣམ་གཞག་ཕྲ་ལ་མང་པོ་ཞིབ་ཅིག་གསུངས་ཡོད་རེད་དེ། དེ་ཙམ་གྱིས་ནང་པ་སངས་རྒྱས་པའི་ཆོས་ཀྱི་བློ་ཁ་གང་ཡག་ཅིག་དང་དྲི་ཞིབ་རྒྱ་མཐུག་ཡག་ཅིག་ཡོད་རེད་ཟེར་ན་ངས་བསམ་ན་ཡོད་མ་རེད་བསམ་གྱི་འདུག་ཤེས་པ་ཕྲ་རགས་ཀྱི་རྣམ་གཞག་ད་དཔེར་ན་ཡུས་ཅིན་འོད་ཟེར་ཟེར་ཡག་གི་ཤིན་ཏུ་ཕྲ་རེད། ལུང་པ་ལྷན་སྐྱེས་ཀྱི་འོད་ཟེར་ཟེར་དེ་འདྲའི་ཅིག་ཐོག་ནས་དྲི་ཞིབ་མ་རྒྱག་འདི་ག་རེད་ཟེར་ན། དངོས་ཡོད་གནས་ཚུལ་གྱི་ཐོག་ནས་ཁ་གྲགས་ཡོད་ཡག་ཅིག་རེད་ཤག། ག་རེད་ཟེར་ན། དཔེར་ན་དེང་སང་ང་ཚོ་བོད་བརྒྱུད་ནང་བསྟན་གྱི་གསང་སྔགས་ཀྱི་ཆོས་ཀྱི་ཉམས་ལེན་རྟོགས་པ་མཐོན་པོ་ལ་སླད་དེ་ནས་མང་པོ་ཅི། ང་ཚོ་དེང་སང་ཚན་རེ་རེ་སྨན་པ་སྐད་གྲགས་ཆེན་པོ་ག་འདྲས་བྱས་པ་ཡིན་ནས་མི་དེ་ཤི་ཚར་བ་རེད་ཟེར་ཅིག་ཡོངས་གྲགས་ཐོག་ནས་འཇིག་རྟེན་ང་རང་ཚོ་ཕལ་པའི་ཐོག་ནས་འགྲེལ་བཤད་རྒྱབ་ན་ཨ་ཕ་མི་ཤི་ཚར་བ་རེད་ཟེར་ཅིག་འགྲེལ་བཤད་རྒྱབ་ཕལ་པའི་ཐོག་ནས་མང་པོ་བྱོན་གི་འགྲོ། ཡིན་ནའི་འོ་དེ་བརྗོད་ལ་ཉི་མ་ཉི་ཤུ་གནང་ཤི་ཚར་བ་ཆེན་པོ་ག་འདྲས་ཡོད་པ་ཡིན་ནས་ཟུར་བུ་ལ་དྲི་མ་མ་ཁ་གསོན་པ་ན་ཤི་ཕྱིན་དེ་དུས་ཡ། དེ་འདྲས་རིགས་མང་པོ་ཅི་ད་ལྟ་ད་ལྟ་ཡོང་བཞིན་པ་རེད་དེ་ད་ལྟའི་ལོ་བརྒྱ་ཕྲག་སྔོན་གྱི་ལོ་རྒྱུས་སྐད་ཆ་མ་རག་པ་དེང་སང་ཡོང་བ་ཤེས་པ་ཞིག་རེད་ཨང། རིགས་གཅིག་ནི་དབུ་མའི་གྲྭ་ནས་རྒྱ་ལུས་ལ་ཕེབས་པ། སྐུ་གཟུགས་ཁོ་རང་གི་ཡོངས་རྫོགས་བྱིན་རླབས་གང་འདྲ་གང་ཡང་མེད་པ་བྱས་ནས་གང་འདྲ་ཡལ་འགྲོ་ཡ་དེ་འདྲའི་རྗེས་ཡོང་སྡིགས་འགྲོ། འདི་ལ་ང་ཚོ་ནང་པ་སངས་རྒྱས་པའི་ངོས་ནས་ལྡོག་ཕྱོགས་རྐྱང་པ་གཅིག་གི་ཤེས་པ་དེ་འདྲའི་གཅིག་གི་ཐོག་ནས་འགྲེལ་བཤད་བརྒྱབ་པ་ཡིན་ན། འགྲེལ་བཤད་རྒྱ་ཤེས་ཡ་མེད་པ་གཅིག་ལ་རྒྱབ་ཐོ་ཡ་ཅིག་མེད་ངེས་སུ་རེད། ལྟ་དེ་གསང་སྔགས་རྡོ་རྗེ་ཐེག་པའི་ངོས་ནས་བཤད་ན་སྐུ་མདོག་བརྒྱད་ཅུ་ཡོངས་རྫོགས་ཚང་མ་དགའ་བ་རེད། སྣང་བ་དགའ་བ་རེད་ཆེ་བ་དགའ་བ་རེད་ཉེར་བསྡོགས་དགའ་ཟིན་པ་རེད་དེ། ད་དུང་ཡང་ཤེས་པ་ཅིག་ཡོད་ཁོ་ཁོ་ག་རེད་ཟེར་ན་རྣམ་བཞི་ཚ་བ་ཆེན་པོ་འདི་ཡོད་རེ་ཡོངས་གྲགས་ཐོག་ནས་ཤེས་པ་ཡོངས་རྫོགས་ཚང་མ་འགགས་པ་རེད་དེ། ཁོ་ད་ལྟ་ཡི་གཟུགས་པོ་གསོན་པ་བྱས་ནས་དེའི་ཐོད་ཡ་དེ་ག་རེ་ཡོད་ཟེར་ན། ང་རང་ཚོ་ནམ་རྒྱུན་ནས་ཡོངས་གྲགས་ཡོངས་གྲགས་ཀྱི་ངོས་འཛིན་བྱས་དེ་ཡ་གི་ཤེས་པ་དེ་མ་ཡིན་གི་དེ་ལས་ཕྲ་བའི་ཤེས་པ་ཅིག་ཁོའི་གཟུགས་པོ་འདི་ན་ལས་མེད་ན་ཡོང་ཤེས་ཡ་མེད་རེད། འདི་དངོས་ཡོད་གནས་ཚུལ་རེད་དེ་འདྲ། དེ་འདྲས་ཀྱི་འགྲེལ་བཤད་རྒྱབ་ཡོང་གི་འདིའི་ཐོག་ནས་བལྟ་བ་ཡིན་ན་ད་ལྟ་འདི་ལ་འགྲེལ་བཤད་ཀྱི་དོ། གསང་སྔགས་རྡོ་རྗེ་ཆེན་པོའི་གཞུང་ནས་བཤད་པ་པའི་ཤེས་པ་ཕྲ་རགས་ཀྱི་རྣམ་གཞག་ལ་འདི་གའི་འདིའི་འགྲེལ་བཤད་ཅིག་མ་རྒྱབ་པ་ཡིན་ན། ད་འདི་ལ་མདོ་ཕྱོགས་རྐྱང་པའི་ཐོག་ནས་འགྲེལ་བཤད་ག་རེ་རྒྱབ་བོ་དེ་ན། དེ་ཕོ་ཡ་ཡོད་རེད་ཟེར་དཔེར་ན། ངས་ལོ་བཟོ་ནི་ཕུན་ཚོགས་ལ་དེའི་ཐོག་ནས་དཔེར་ན་གསང་སྔགས་རྡོ་རྗེ་ཐེག་པ་ཁས་མི་ལེན་ཟེར་ནས་མི་འདུག་ད་འདི་ལ་ཅིག། གཞུང་འདི་ལ་ལག་པ་མ་འཆང་པ་བྱས་ནས་དཔེར་ན་ང་རང་ཚོ་ད་ལྟ་ངས་ཞུས་པ་ན་ཞེས་འདི་འདྲའི་ཅིག་གི་ཐོག་ལ་ཡང་འདྲི་ཤེས་བརྒྱབ་པ་ཡིན་ན་དེ་ཚེ་འདི་གཅིག་འདི་བྱས་གཉིས་པ་འདི་ལ་ཡང་དཔེར་ན་ང་རང་ཚོ་སྐྱེ་བ་སྔོན་མ་ནས་ཤི་ནས་ཚེ་འདི་ལ་སྐྱེ་བ་སྔོན་མའི་རྣམ་གཞག་དེ་གི་དེ་ཡོངས་རྫོགས་ཚང་མ་མ་དྲན་ཡང་བརྗོད་རོགས། འདི་གཉིས་གཉིས་པོ་དེ་ལ་གསང་སྔགས་རྡོ་རྗེ་ཐེག་པའི་གཞུང་དེར་འགྲེལ་བཤད་མ་རྒྱས་པ་ཕྱིན་མདོ་ཕྱོགས་རྐྱང་པའི་སྔོན་ནས་འགྲེལ་བཤད་རྒྱ་ཡ་ཡོད་ན་ཡོད་རེད་ཟེར་བའི་འདྲི་ཞུས་པ་ཡིན་ན་དངོས།

ཕྱོགས་ལས་བསམ་བློ་ཞིག་བཏང་བ་ཡིན་ན་ངས་བསམ་བློ་ཞི་དྲག་བཏང་ཡག་ཡོད་ཀྱི་རེད་བསམ་ཡོད། དེའི་ད་ལྟ་དེ་འདྲ་བོ་གྱིས། རིག་པ་ལ་རིག་པ་གི་ཁ་སྣོན་རྒྱབ་པ་དང་མ་རྒྱོབ་ཡི་གེ་དེའི་སོ་སོ་གི་ཉར་ལེན་དེ་ལ་བརྟེན་ནས་ནི་ལམ་བགྲོད་ཚུལ་མ་འདྲ་བ་དེ་འདྲ་གྱིས་ཆགས་ཡོང་གི་ཡོད་རེད་བསམ་ཡོད། དེ་བྱས་ཡོང་དུས་ད་ལྟ་མདོར་ཕྱོགས་ཀྱི་རིག་པ་ཟེར་ནས་མི་འདུག་མདོར་ཕྱོགས་ཀྱི་ནི་ཆོས་དང་གང་ཟག་གི་བདག་མེད་བགྲོད་ཚུལ་ལ་སོགས་པ་དེ་དག

དེ་ཡིན་ཙང། སངས་ཟེར་རྒྱུ་དེ་རེད་ལ། ག་རེག་སོང་བ་ལས་ག་རེ་ནས་ཟ་དགོས་ཟེར་དུས། དངོས་བོ་གནས་ཚུལ་དེ་ལ་འགྲེལ་བཤད་རྒྱག་ཡ་ལ། དཀའ་ངལ་ཞི་བོ་ཞུ། དངོས་བོ་གནས་ཚུལ་དེ་དཔེར་ན། ནི་དཔེ་མཚང་ཆུང་ཆུང་ཞིག་བཞག། མོ་ཏྲ་འཁོར་ལོ་རིལ་རིལ་རེད་འདུག་བ། ག་ཟེ་སྒང་སྒང་བྱིན་ན་དྲོད་ཀྱི་བྱིན་ན་ཁོ་འགྲོ་གི་རེད་བས། འདུག་བ། དེ་ཁོས་སོང་བ་རེད། སོང་བ་ཞིག་རེད་འདུག་བ། ད་རེ་རེ་གྲོས་ཆོད་དུ་འགྲོ་གི་མ་རེད། འགྲོ་ཐུབ་གི་མ་རེད་ཁོ་གྲོས་གཞི་རེད་འདུག་བ་སེ་འབྲེལ་ཆོད་ཀྱི་ཁུག་རེད་ཀན་ཡིན་ན་ཡང། གྲོས་ཆོད་དེ་ག་རེ་བྱེད་དུ་འགྲོ་གི་མ་རེད་ཟེར་ཁྱི་མ་གཉིས་པ་ལ་གང་པ་ཞིག་བསྟོད་ན་སོང་བ་ཟེར་ཟེར་གྱི་ལབ་ཡོང་གི་རེད། དེ་མི་ལ་གནས་ལུས་ཡོང་ཟེར་གི་རེད་དེ་མི་ལ་ཆུ་ཉོས་ཡོང་ཟེར་གི་རེད། ཁོ་རང་གི་ད་དུས་དུ་ན་ལབ་གི་རེད། དེ་འདྲིའི་གི་གནད་འགག་དུ་ན་ལ་གནད་འགག་བཤད་ས་དེ་གི་གི་སོ་སོ་གི་ཆུ་ཐང་གཅིག་གི་གནས་ལུགས་ཧ་གོ་ཡ་གི་ཐར་ལམ།

ནོར་བུ་སོང་ལྷག་འདི་མ་བདག་གི་གང་གི་དེ་འགྲིག་གི་ཆ་ཤས་ཆ་ཤས་རེད། ཅེས་གནའ་བོའི་གི་གདོན་མི་མི་རིགས་ལ་དར་གི་ཡོད་པ་རེད་བསྟན། ཡིན་ན་ཡང་དེའི་རྒྱལ་མཚན་འདི་ཟེར་ནས་སུ་ཧ་ཟེར་ཡ་དེ་ཀྱི་ནོར་བུ་བསྟན་པ་གནང་བདག་དེ་མ་རེད་སྔོན་མ་ནས་སུ་རུ་མི་དེ་སུ་འམ་པ་ལ་སོགས་པོ་དེ་རིག་གཞུང་དེ་འཛིན་གི་ཡོད་གི་རེད་ཟེར་དེ་མཚམས་ཁ་ཅིག་གི་དག་དེ་འགྲིག་གི་བཤད་གི་ཡོད་རེད། མི་དེ་སུ་འམ་པའི་གི་རིག་ཟས་གཞིས་གི་གནང་རྒྱག་གི་ནང་ནས་དག་གཙོ་བོ་དེ་སུ་འམ་པའི་གི། ཨ། དཀར་ཟས་མཚན་ཉིད་རིག་པ་སྲིད་ན་མི་འདུག་རྟ་དྲེལ་རིག་པ་སྲིད་ན་མི་འདུག་ཧི་གོང་ནི་སྐྱེས་རྒྱག་དང་ཧ་ཅང་ཟབ་པོ་རེད། ཧ་ཅེ། ཧ་ཅང། ཀྱི་རྒྱུ་ངར་དང་ནོར་བུ་ཆུ་ལ་ཧ་ཅང་གི་ཟབ་པ་དང་གཏིང་ཟབ་པོ་ཅིག་གོ་ཐུག་ཅན་ཅིག་མིན་ན། ཧ་ཅེ། སྐྱིད་པ་རེད་འདོད་འདུག་དྲན་ཡོད་སྐབས་བསམ་བློ་དེ་ཏན་ཏན་འཁོར་ཐལ་དེ་འདྲི་ཅིག་རེད། དེ་ཡིན་ཙང། དེ་ནས། ཀྱི། དེ་འདྲི་ཅིག་ནི། ནང་དུ་སོང་སྔགས་དེ་སོང་སྔགས་ཡོང་ད་མ་ཡིན་སྲིད་དགོས་རྒྱ་སྦྱོང་སྲིད་ན་མི་འདོད།

ཉིན་གཉིས་གང་ཟེར་ཤེས་དགོས་པ་དག་ཉིན་རེ། རེ་བ་དག་དཔེར་ན་ང་རང་ཚོ་ཐེག་པ་ཆེ་ཆུང་སྔགས་དང་བཅས་པའི་བསྟན་པ་ཡོངས་རྫོགས་ཟེར་ཡག་གི་ཆ་ཚང་འགྲེལ་བཤད་རྒྱག་ཡ་ཡོད་ངེས་ཀྱི་ཆ་ནས་མི་གཅིག་གི་ཆ་ནས་འགྲེལ་བཤད་རྒྱབ་པ་ཡིན་ན་དཔེར་ན་ང་རང་ཚོ་བོད་བརྒྱུད་ནང་བསྟན་ཆགས་ཏེ་བོད་བརྒྱུད་ནང་བསྟན་ངོས་ནས་ཐེག་པ་ཆེ་ཆུང་སྔགས་དང་བཅས་པའི་ཐེག་པ་ཡོངས་རྫོགས་དང་པོ་ནི་ང་ཚོ་བོད་ལ་ཐ་དད་ཡིན་ཟེར་གི་རོ། ང་ཚོ་འདི་བྱེད་མཁན་དེ་ཐེག་པ་ཆུང་ངུ་ཉན་འདོད་ཀྱི་སྡེ་སྣོད་ཉམས་ལེན་བྱེད་མཁན་གཅིག་གིས་ཐེག་པ་ཆེན་པོ་ལ་ཁྱེད་འབྲེལ་བ་མེད་པ་དང། ཐེག་པ་ཆེན་པོ་བྱང་ཆུབ་ཐེག་པ་ཆེན་པོ་མདོ་ཕྱོགས་ཀྱི་དེ་ལ་ཉམས་ལེན་བྱེད་མཁན་གཅིག་གིས་ང་ཕྱོགས་ལ་བྲེལ་བ་མེད་པ་དེ་འདྲ་རྩ་བ་ཉིད་ནས་མ་རེད་ཟེར་ན་ཚོད་དཀའ། ང་ཚོ་ཉམས་ལེན་བྱེད་མཁན་གཅིག་དངོས་གནས་ནས་དེ་རྩ་བ་ཉིད་ནས་འགལ་བ་མེད་པ་བྱེད་ན། ཉན་ཐོས་ཀྱི་སྡེ་སྣོད་དཔེར་ན་ཐེག་པ་ཆེན་པོའི་གང་ཟག་སྦྱིན་པ་ཡིན་ན་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་སོགས་འདི་གཅིག་བསྒོམ་ཡོད་ལ། དེ་ལ་བྱང་ཆུབ་སེམས་སེམས་ཉིད་དུ་ཡོངས་པ་ལ་ཐེག་པ་ཆུང་ངུའི་གཞུང་ནས་བཤད་པའི་བྱང་ཕྱོགས་སོ་བདུན་དང་ངེས་འབྱུང་དང་ངེས་འབྱུང་གི་སྐོར་དེ་སྐད་དང་འདི་སྐད་དུ་མེད་པ་ཡིན་ན། ཨོ་ཐེག་པ་ཆེན་པོ་བྱང་ཆུབ་སེམས་ལ་སོགས་ཚོགས་ཀྱི་ལམ་སྟངས་ལྷར་ཡོད་མ་ལགས། ཏེ། བདེན་པ་བཞིའི་རྣམ་གཞག་བདེན་པའི་ཡན་ལག་བཅུ་གཉིས། བྱང་ཕྱོགས་སོ་བདུན་ལ་སོགས་པ་འདི་སྐད་དེ། ཐེག་པ་ཆེན་པོའི་ཆོས་ཉམས་ལེན་བྱེད་ངེས་ཀྱི་ཕྱིར། ངེས་པར་དུ་འདི་སྐད་ཉམས་ལེན་བྱེད་པ་ཡིན་གྱི། ཧོ། ད། འདི་བྱེད་ངེས་ཏེ་དེ་ལྟ་བུའི་ཐེག་པ་ཆེན་པོའི་གང་ཟག་དེ་ཀྱི་བྱང་ཆུབ་ཀྱི་སེམས་དང་འདི་བྱེད་དེ་འདི་ཉམས་སུ་བསྣན་པའི་རྗེས་ལ་ད་གསང་སྔགས་རྡོ་རྗེ་ཐེག་པའི་ཉམས་ལེན་བྱེད་ངེས་གང་ཟག་ཅིག་ཡིན་པ་ཡིན་པ་ཡིན་ན། དེ་ལྟ་བུའི་གསང་སྔགས་རྡོ་རྗེ་ཐེག་པའི་ཉམས་ལེན་བྱེད་ངེས་དེ་ཀྱི་ཡང། ངེས་པར་དུ་བྱང་ཆུབ་ཀྱི་སེམས་དང། ནི། ཡང་དག་པའི་ལྟ་བ་འདི་སྐད་ལས་ཡང། གཅིག་ཉམས་ལེན་གཅིག་དང་ཡོངས་སུ་རྫོགས་པའི་ག་ལ་ལ་ཚད་ག་ལ་གང་འཚམ་ཅིག་སླེབས་པ་ཅིག་མེད་ན། ཡོངས་དག་མེད་པ་ཅིག་དང་གང་འདྲ་དེ་ཡིན་པ་ཡིན་ཙང་ནི། གུ་གེ་ཐུབ་པ་ཆུང་ངུ་ཟེར་བ་རེད་ད་ཉན་ཐོས་ཀྱི་སྡེབས་སྣེ་ནས་བཤད་པའི་ལམ་གྱི་རིམ་པ་ཆ་ཚང་བཅས་དེ་ལ་ཡོད་དེ་ནི། ཐེག་པ་ཆེན་པོའི་གཞུང་ནས་བཤད་པའི་ལྡོག་ཕྱོགས་ཀྱི་གཞུང་ནས་བཤད་པའི་ནི། བྱང་ཆུབ་ཀྱི་སེམས་དང་སྨོན་འཇུག་གི་སེམས་གཉིས་དང་དེ་ནི་སྟོང་ཉིད་རྟོགས་པའི་ལྟ་བ་དང་མཐར་ཕྱིན་དྲུག་ལ་སོགས་པ་དེ་གུ་གེ་དུ་བའི་དངོས་པོ་བཞི་ལ་སོགས་པའི་ཉམས་ལེན་དེ་གའི་ཆ་ཚང་བཅས་ཡོད་དེ་ནི། དེའི་སྟེང་ལ་གསང་སྔགས་རྡོ་རྗེ་ཐིགས་པ་ཅིག།

དེས་བསྟན་པ་ཐམས་ཅད་འགག་མེད་དུ་རྟོགས་པའི་ཀྱི་ཆེ་བ་ཟེར་ཡ་དེ་གི་རྒྱུ་མཚན་དེ་གཙོ་བོ་དེ་ག་རེ་རེད་འདུག་ཟེར། ཚང་མ་ཐམས་ཅད་གཅིག་ལ་གཅིག་བརྟེན་དགོས་པ་ལས། མི་དགོས་པ་ཞིག་རྩ་བ་ནས་མ་ཡིན་པ་གི་རྒྱུ་མཚན་གཙོ་བོ་དེ་རེད་བསམ། གཅིག་ལ་གཅིག་བརྟེན་མེད་འཁོར། དེས་གསང་སྔགས་རྡོ་རྗེ་ཐེག་པའི་གི་ནང་དུ་བཤད་བཞག་པའི་གི་དེའི་ལྟ་བ་དེ་རྗེས་ལ་བཤད་དགོས་གི་ཡོད་པ་ཡིན་ན། ཁྱོད་རང་གི་ཉན་ཐོས་ཀྱི་ལམ་དང་བྱང་ཆུབ་སེམས་པའི་ལམ་ལ་བརྟེན་ནས་སློབ་མི་དགོས་པ་ཞིག་རེད་བསམ་དེ་རྩ་བ་ཉིད་ནས་མ་རེད་བསམ། དེ་བྱས་དུས། དེ་ནི་ད་ལྟ་གི། བླ་མ་ས་བྱ་བ་ཆེན་པོ་གི། དེ་ནི་ཚེ་འདི་ལ་གཞན་ན་ཆོས་པ་མིན་གསུང་བྱ་བ་ཡང། དེ་བྱས་ཡོང་དུས་དེ་ནི་མི་གི་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་ནས་མགོ་བརྩམས་ཏེ། གཞུང་དགུག་ཡོད་པ་སྟེ། བོད་བརྒྱུད་ནང་བསྟན་གྱི་ཆེ་བ་རེད། དེ་བྱས་ཡོང་དུས་དེ་ནི་ང་ཚོ་ནམ་བྱེད་ཤེས་ཡ་དེ། ཁྲི་ནི་འཇོ་དང་མི་འཇོའི་ས་ཡིན་དུ་ཡོན་ཏན་གྱི་ཆེ་ཡིད་ལྡན་ལེགས་པར་ཟུངས་ཟེར་ཡ།

ཞུས་ཡོད་འདུག། ཕྱོགས་གཞན་གྱིས་ནི་བཤད་ཡོད་གནས་སྐོར་སོགས། ཁྱུང་པོ་རྣལ་འབྱོར་དབང་ཕྱུག་ལས། དེ་འདི་ད་ལྟ་གི་རྒྱ་གར་ནི། གསང་སྔགས་ཀྱི་དབང་བསྐུར་བའི་གནས་སྐོར་སོགས་ལས། དུག་མོ་དགོངས་དག་ས་རུབ་ཚར་བའི་གནས་སྐོར་སོགས་དཀྱིལ་འཁོར་བཤམ། དབང་བསྐུར། སང་ཉིན་ཞོགས་ཀའི་ཤར་རིའི་མ་འཁྱགས་ཡུལ་གྱི་སྔོན་དུ། ལས་ཀྱི་རྒྱས་མི་ངོས་པ་བྱ་དགོས་གསུངས་འདུག། འོ་དེ་ནས་བྱེད་ཅེས་དམ་བསྒྲགས་བཟོས། དེ་རྒྱུ་མཚན་ག་རེ་ཟེར་ན། དེ་འདྲ་བོ་དེ། སྔོན་དུ། ད་ལྟ་གི། ཉན་ཐོས་ཀྱི་ལམ་ལ་ཤེས་བརྒྱབ་པ་དང་བྱང་ཆུད་ཚིམ་པའི་ཀྱི་ལམ་ལ་ཤེས་བརྒྱབ་པ་དང་དེ་དག་ཐམས་ཅད་ཀྱི་རྣམ་གཞག་དེ་ཆ་མཚུངས་བ་ཞིག་གི་གོ་རིམ་འདྲ་བོ་དེ་མེད་སོང་བའི་གི་གང་ཟག་ཞིག་ལ། ཐོད་དཀར་དུ་ལས་གསང་སྔགས་ཀྱི་ཆོས་ཟེར་ཡ་དང་གསང་སྔགས་ཀྱི་ལྟ་གྲུབ་ཟེར་ཡ་ལ་སོགས་པ་དེ་སོགས་ཐམས་ཅད་ཀྱིས་ཁོ་རང་ཤེས་བཞག་པ་ཡིན་ན། དེ་ལས་ཕན་ཐོགས་ཡ་ལས་གནོད་བྱེད་ཡ་གི་ཉེན་ཁ་ཆེན་པོ་འགྲོ་ཡ། དེ་ག་རེ་ཟེར་ན་ཁོ་རང་རྟོགས་དཀའ་བའི་གི་ཆ་ནས་ཐད་ཀར་དུ་རྟོགས་མི་ནུས་པའི་གི་རྒྱུ་མཚན་ཞིག་ཆགས་ལ་བརྟེན་ནས་དེ་ནི། རྒྱལ་འཛིན་རྣལ་འབྱོར་ཆོས་དབང་ཕྱུག་དཔལ་ལྡན་སྦས་པ་པ་གིས། སྐུ་ཚེ་གང་པོ་ལ་རྡོར་གྱི་དྲིལ་བུ་ཕྱི་ལོགས་ལ་སྟོན་མྱོང་ཡོད་མ་རེད་ཟེར་ཡ་ལོ་རྒྱུས་ཀྱི་ཡོད་རེད། འོ་དེ་འདྲ་བོ་བྱས་ནས། དེ་འདྲ་བོ་དེ་རྡོར་གྱི་དྲིལ་བུ་ལ་སོགས་པ་དེ་དག་ཐམས་ཅད་གསང་སྔགས་ཀྱི་ཡོ་བྱད་ཡིན་ཙང་དེ་ཡང་ཕྱི་ལོགས་ལ་རྩ་བ་ཉིད་ནས་བསྟན་མྱིན་གྱི་མ་རེད། དེ་འདྲ་བོ་དེ་ལས་ཐབས་མང་པོ་གྱིས་གི་གསང་སྔགས་ཀྱི་ཡོ་བྱད་དང་དཀྱིལ་འཁོར་ལ་སོགས་པ་དང་ཐང་ག་དེ་དག་ཐམས་ཅད་ག་སྲིད་བསྟན་བཞག་པ་ཡིན་ན་ལྟུང་བ་གོས་གི་རེད་གསུང་ཡ་གྱི་ཡོད། དེ་ལྟུང་བ་གོས་ཡའི་རྒྱུ་མཚན་གཙོ་བོ་དེ་གང་ཟག་གཞན་ཕ་རོལ་པོ་གི་རྗེས་ལ་ལོག་ལྟ་བྱེད་འགྲོ་ཡ་གི་ཉེན་ཁ་ཡོད། དེའི་རྒྱུ་མཚན་ག་རེ་ཟེར་ན་མིག་ཡིན་ཡ། ལམ་དེ་བགྲོད་ཚུལ་དེའི་རིམ་པ་དེ་གོ་རིམ་ཆ་མ་ཚང་སོང་བའི་གང་ཟག་དེ་དག་ཐམས་ཅད་ཀྱི་རྗེས་ལ་ལོག་ལྟ་བྱེད་ནུས། དེ་བྱས་དུས་ཉན་ཐོས་ཀྱི་ལམ་ནས་བྱང་ཆུབ་སེམས་དཔའི་གྱི་ལམ་གྱི་བར་དུ་ལས་ཨ་ནི་དངོས་པོའི་གནས་ལུགས་གང་འདྲ་ཞིག་ཡོད་མེད་ཀྱི་གཞི་ལམ་འབྲས་སུ་ཆ་ཚང་བ་ཞིག་ཡ་བཞག་ནས་སླེབས་ཡོང་བའི་གང་ཟག་དེ་གྱི་རྗེས་ལ་ཨ་ནི་ཁོ་རང་ད་ལྟ་གི་གཞན་པ་གཅིག་གི་ཡུལ་ཞིག་ལ་བསམ་བློ་གཏོང་བ་ཡིན་ན་དེ་ཁོ་རང་གི་རྗེས་ལ་ཐོས་བསམ་སྒོམ་གསུམ་གྱི་ཤེས་རབ་དེ་ཡོད་དེ་རེད་བ། དེ་གི་ཐོས་བསམ་དགོངས་གསུམ་བྱུང་ཡབ་བིག་ཤར་བ་དེ་གི་གསང་སྔགས་ཀྱི་ནི། ཆོས་དེ་དག་ཐམས་ཅད་གཏན་བཞག་པ་ཡིན་ན་དེ་ལ་རྟོག་ནུས་པའི་བློ་གྲོས་དེ་ཡོད་བསྡད་པ་ཡིན་ཙང་དེ་འདྲ་བ་གི་གང་ཟག་དེ་ལས་ནི་ང་ཚོ་ནམ་འཆི་ཁྱུ་འདི་ཡ་གི་སྣོད་ལྡན་གི་གང་ཟག་ཟེར། ང་ཚོ་ང་རང་ཚོ་བོད་པའི་ནམ་རྒྱུན་ནས་བཤད་སྲོལ་ལས་ཡོད་པ་དང་ང་ཚོ་གསང་སྔགས་ཀྱི་ཆོས་ལས་ཡ་ཅིག་ཐེ་ཚོམ་ཟ་ཡ་དང་མ་རྟོགས་པ་དང་ལོག་པར་རྟོག་པའི་ཐེ་ཚོམ་གྱི་དྲི་མ་མང་པོ་ཅིག་ཡོང་བསྡད་ཅིག་ག་ནས་ཡོང་གི་འདུག་ཟེར་ན། རིགས་གཅིག་གི་ག་ནས་ཡོང་གི་འདུག་ཟེར་ན། མདོ་ཕྱོགས་ཀྱི་གཞུང་ལ་རྩ་བ་ཉིད་ནས་ཐོས་བསམ་མེད་པ་བྱས། གསང་སྔགས་རྡོ་རྗེ་ཐེག་པའི་ཆོས་ཀྱི་མཐོང་ཡོང་དུས་ཙམ་པ་དེ་འདི་རྣམས་ལ་ཡང་ཅིག་ཟབ་རྒྱས་དུ་མ་མཐོང་བར་བྱས་ཁོ་རང་རྣམས་ཡོད་ངེས་ཀྱི་ཟབ་རྒྱས་ངོ་མ་དེ་མ་མཐོང་བར་བྱས། ཨ་ཅིག། རོ་བྲོ་ཅིག་མཐོང། ནི་ཡང་ལོག་ལྟ་གྱིས་མ་རྟོགས་པ་དང་ལོག་པར་རྟོགས་པའི་ཐེ་ཚོམ་སྐྱེས་ཏེ་ངེས་རིག་ཅིག་ཡོང་གི་འགྲོ་བ་དང། ཡང་ཁ་ཤས་ནི་ཁོ་གར་སོ། དེའི་འོག་དཔེར་ན། དེང་སང་ཡིན་པ་ཡིན་ནས་གསང་སྔགས་ཀྱི་ཆོས་ལ་ཅིག་སྒྲོ་སྐུར་མང་པོ་ཡོང་དེ་རིག་ཅིག་ནི་དེ་རིག་བྱས་ལྟར་ཁོ་གར་སོ། རང་གི་གནད་འགག་དེ་མ་གོ་བར་བྱས། འདི་ཡོང་ངེས་ཅི་རིག་བྱ། རིགས་གཅིག་མི་རྟག་པ་ཀུན་སློང་ཞེས་པ་བྱས། བསྟན་པ་དང་གཅིག་སངས་རྒྱས་ཀྱི་བསྟན་པ་དང་འདིའི་ཤ་ཞེན་གྱི་ཆ་ནས་ཡང་གསང་སྔགས་ཀྱི་བསྟན་པ་ལ་ཡང་གཅིག་ཞིབ་འཇུག་བྱེད་པ་དེ་འདྲས་མ་ཡིན་པ་བྱས། སྤྱིར། རྒྱབ་ལྗོངས་གཞན་པ་གཅིག་གི་ཐོག་ནས་དམིགས་ཡུལ་གཞན་པ་གཅིག་གི་ཐོག་ནས་དམིགས་པ་གཅིག་དེ་འདྲ་སྒྲོ་སྐུར་བྱེད་ཐེངས་གཅིག་རིམ་པ་གཅིག་ཡོང་གི་འགྲོ་བ་དང། ད་ང་ཚོ་རྒྱབ་ལྗོངས་སུ་མེད་མི་འདུག་དམིགས་ཡུལ་གཞན་པ་གཅིག་དངོས་གནས་ད་ཁོ་ཐག་ཁོ་རང་གི་དམིགས་ཡུལ་ལོགས་སུ་གཅིག་གི་ཐོག་ནས་ད་གར་ཟེར་དགོས་རེད། འདི་བྱིངས། གསང་སྔགས་ཆོས་ལ་སྐྱོན་བརྗོད་ཟེར་ནས་མི་འདུག་དེ་འདྲའི་བྱེད་གཏན་ངེས་ཡིན་པ་ཡིན་ན་དེ་ལ་ང་ཚོ་ཐབས་ཤེས་ཟེར་མཁན་མེད་པ་རོགས་ཟླ། དེ་མ་ཡིན་པ་ཆ་ང་རང་ཚོ་སངས་རྒྱས་ཀྱི་བསྟན་པ་ལ་དངོས་གནས་དྲ་ནས་ཤ་ཞེན་གྱི་མ་བཟོད་པ་བྱས་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་ལ་དངོས་གནས་ཤ་ཞེན་ཡོད་ཏེ་ངེད་ཀྱི་མི་གཅིག་གིས་ཨང་གསང་སྔགས་ཀྱི་ཆོས་ལ་མ་གཏོགས་པ་དང་ལོག་པར་རྟོག་པའི་ཐེ་ཚོམ་དེ་འདྲ་ཡོང་གི་ཡོད་པ་ཡིན་ན་འདིའི་ལོག་རྟོག་དེ་བསལ་ཡག་གི་ཆེད་དུ་དཔེ་གཅིག་འབྲི་ཤེས་ཟེར་ནས་མི་འདུག་ཁོ་རང་ཚོ་གི་འདིའི་ཐོག་ནས་ག་རེ་བྱེད་དགོས་དགོས་འདུག་ད་ཁོ་རང་ཚོ་ལང་ཀར་མ་སོང་ནས་དོགས་ཟེར་ཟེར་ནས་མི་འདུག་དེ་འདྲ་བྱས་པ་ཡིན་ན་ག་འདྲས་གཅིག་གི་ཐོག་ནས།

མདོ་ཕྱོགས་ལ་ཕ་རྒྱ་རྟེན་ཅིང་མ་ཕྱེ་བ་ཡིན་ན་མདོ་ཕྱོགས་རྐྱང་པའི་ངོས་ནས་ད་ཡང་ཐམས་ཅད་ཁྱིམ་པའི་གོ་འཕང་ཐར་བ་དང་ཐམས་ཅད་ཁྱིམ་པའི་གོ་འཕང་ཡིན་ནི་རེད་མ་དམྱལ་བའི་སྡུག་བསྔལ་ཡིན་པ་ཡིན་ནི་རེད་ལྷ་དང་མིའི་གོ་འཕང་ཡིན་པ་ཡིན་ནི་རེད་ཤེས་པ་ཕྲ་རགས་ཀྱི་ངོས་ནས་འགྲོ་ཡ་འདི་ང་ཚོ་ནང་པ་སངས་རྒྱས་པ་སྤྱི་གཞུང་གི་འགྲོ་སྟངས་རེད་ད་ང་རང་ཚོ་ནམ་རྒྱུན་གྱི་ཤེས་པ་རགས་པ་ཙམ་གྱི་འདུག་སུ་འགྲོ་བསྡད་ཡ་ཅིག་དང་ཐར་བ་ཐམས་ཅད་ཁྱིམ་པའི་སེལ་བར་འགྲོ་ཡ་ཅིག་དེ་ཙམ་གྱི་སྒྲིག་གཞི་ཅིག་བརྒྱབ་ན་ཆོག་གི་མི་འདུག་བསམ་གྱི་འདུག་ང་རང་ཚོ་ནི་དེ་ཙམ་གྱི་གང་ལྟར་འདོད་པ་གང་ཡང་མི་འདུག་བསམ་གྱི་འདུག།

ལམ་ལ་གཉེན་པོར་བཀྲལ་ཚུལ་གྱི་ཐར་ལམ་དང་སྔ་ཞོགས་ཀྱི་ལམ་ལ་གཉེན་པོར་བཀྲལ་ཚུལ་གྱི་ཐར་ལམ་གཉིས་པོ་དེ་ལས་མཚོན་བྱ་དང་མཚོན་གཞིའི་དཔེ་དང་དོན་གཉིས་འདྲ་བ་ཡོད་མ་རེད། དེ་བྱས་ཡོང་དུས་དཔེར་ན་ད་ཞུ་རུང་གི་ཡོད་ན་མི་ཤེས་དེ་ལྟར་ཚིག་གིས་མ་ཤེས་རུང་གི་རེད་བྱ། ཨང། གསང་སྔགས་ཀྱི་ལམ་ཉམས་སུ་ལེན་ནས་བདག་མོ་བཞེས་བསྡད་མཁན་གྱི་ཡོད་རེད་བ། དེའི་འདྲ་པོ་གི་རིགས་གང་ཟག་དེ་ལ་སངས་རྒྱས་ཀྱི་རྗེས་ཀྱི་ནང་དུ་ག་རེ་གསུངས་ཡོད་པར་ཞིབ་པ་ཡིན་ན། འདོད་ཆགས་ཀྱི་ཀི་ནི་སློང་སྟེ་བི་མས་ལོངས་སུ་སྤྱོད་པ་དེ་གསང་སྔགས་ཀྱི་ཉམས་ལེན་མ་རེད་གསུངས་ཡོད། དེ་ང་ཚོ་གི་བརྩི་གི་ཡོད་མ་རེད་གསང་སྔགས་དེ་གསང་སྔགས་ཀྱི་ཉམས་ལེན་རེད་ཟེར་བརྩི་གི་ཡོད་མ་རེད། ཨོ། བྱས་ཙང་དེ་འདྲ་བོ་གི་ཀི་སློང་དེ་བཤད་ཐུབ་དགོས་ཡོད་ད། བི་མས་ལ་གཞོལ་ནས། འདོད་ཆགས་ཀྱི་ཀི་འདི་རྩ་ནས་མ་སློང་བར་གྱི་དགོས་ཀྱི་ཡོད་པ་ཡིན་ཙང་དེ་བྱས་པ་ལ། ཉན་ཐོས་ཀྱི་ལམ་ནས་བཟུང་སྟེ་བྱང་ཆུབ་སེམས་དཔའི་ཀི་ལམ་བར་དོ་ལས་ཉམས་སུ་བླངས་ནས། ཨ་ནི་ངན་སྐྱུགས་དང་བྱང་ཆུབ་ཀྱི་སེམས་སྟོང་ཉིད་ཀྱི་ལྟ་བ་བདག་མེད་པའི་ལྟ་བ་ལ་སོགས་པ་བགྱིས་ལ་གང་སངས་རྒྱས་མ་བྱས་སོང་བ་ཡིན་ན།

འདོད་ཆགས་ལམ་གྱིས་ཞེ་སྡང་ལམ་གྱིས་གཏི་མུག་ལམ་གྱིས་འདོད་ཆགས་ལམ་གྱིས་ཟེར་ན་འདོད་ཆགས་ཁོ་རང་ལམ་དུ་རྒྱུ་བའི་སྐད་ཆ་རེད་མི་འགྲོ། ཁོས་གྲོགས་དང་རྐྱེན་གྱིས་བྱས་རྗེས་ལམ་གཞན་ཞེས་བྱིས་པ་ཕྲ་རགས་ཕྲ་མོ་ཅིག་མངོན་དུ་གྱུར་ནས་འདི་འདི་བྱས་ཡག་གི་ད་གང་ད། དེ་འདྲའི་རིམ་པ་ད་རྒྱུད་འདི་ཚོ་ན་མང་པོ་ཡོད་ཀྱི་འདུག་ད་དེ་ཡིན་ས་ནི། ད་དེ་རིང་རྣམ་པ་གཉིས་དེ་རྗེས་འབྲེལ་ཞུས་ནི། ད་ང་ཚོ་དུས་ཚོད་ཐུང་ཐུང་ཅིག་ནང་ལ་ཆ་ཚང་ཞིབ་ཚགས་པོ་ཅིག་དང། རྒྱས་པོ་ཅིག་ད་འགྲོ་མཁན་ཆེད་ཡོང་ཡག་གི་དུས་ཚོད་ཁོ་རང་ཆ་ནས་ཡོང་ཡག་མ་རེད་ལ། དེ་ཡིན་ནའི་ང་ཚོ་མདོར་བསྡུས་ཅིག་ག་རེ་ཟེར་དགོས་ད། སྒོ་སྨོས་སམ་སྨོས་སམ་ཅིག་གི་ཐོག་ནས་བགྲོ་གླེང་བྱེད་ཡ་གི། གསང་སྔགས་རྡོ་རྗེ་ཕུད་རྒྱུད་ནང་བསྟན་གྱི་ཐོག་ལ་དང་གསང་སྔགས་རྡོ་རྗེ་ཐེག་པའི་གཞུང་འདི་ཡི་དགོས་དོན་བཅས་དང། ཨ་དེ་དག་གི་རྒྱབ་ལྗོངས་དང་དེ་དག་གི་འགྲོ་བའི་དོན་ཆེད་ཚུལ། འདི་གི་ཐོག་ལ་ཡང་བགྲོ་གླེང་མདོར་བསྡུས་མདོར་བསྡུས་བྱེད་ཡ་གི། དེ་བྱུང་ཚེ་དེ་ཡིན་ཙང་ནི་ད་ད་ལྟ་ཁོང་རྣམ་པ་གཉིས་ཀྱི་གསུང་དབྱངས་རྣམས་ནི་གཙོ་བོ་གཙོ་བོ་དེ། གསང་སྔགས་ཀྱི་རྡོ་རྗེ་ཐེག་པའི་གཞུང་འདི་ཉིད། སྤྱིར་སྤྱི་གཙོ། གཅིག་བཀའ་ཟུར། རིག་གཞུང་དང་འབྲེལ་བ་ཡོད་པའི་ཐོག་ནས་དེ་འདྲ་བྱེད་དགོས་བྱེད་ཡ་གི་ཡོད་པ་གཅིག་དང་དེས་མ་ཟད་པ་གཅིག་ང་ཚོ་ཕུད་རྒྱུད་ནང་བསྟན་ཡོད་བལྟས་པ། གསང་སྔགས་ཀྱི་ཆོས་དེ་ཡང། ཐིགས་པ་ཆེ་ཆུང་སྔགས་ཀྱི་བཅས་པ་དེ་ཀ་དེ་ཡ་བྲལ་བ་མ་ཡིན་པ་བྱས་ནས་གོ། ཡོངས་རྫོགས་ཚང་བ་ཡ་མ་བྲལ་བ་བྱས་ནས་ཉམས་ལེན་བྱེད་དགོས་གཅིག་དང། ཨ་ནི་གཅིག་མཚོན་བྱ་མཚོན་བྱེད་པ་སོགས་མཚོན་བྱེད་དཔེ་ཡི་རིམ་པ་དང་མཚོན་བྱ་དོན་གྱི་རིམ་པ་ཟེར་སོགས་དེ་འདྲ་ཡོད་རོགས་ད་དེ་འདྲས་ཀྱི་ཐོག་ནས་གང་དག་ཅི་གསང་སྔགས་རྡོ་རྗེ་ཐིགས་པའི་གཞུང་ལ་མ་རྟོགས་པ་དང་ལོག་པར་རྟོགས་པའི་ཐེ་ཚོམ་དེ་ཀ་དེ་སེལ་བར་བྱེད་པ་ལ་ཡང་གསང་སྔགས་རྡོ་རྗེ་ཐིགས་པའི་གཞུང་ཁོ་རང་ལ་ཐོས་བསམ་ཞིབ་ཚགས་པོ་སྒྲོ་འདོགས་བཅད་པའི་ཐོག་ནས།